བློ་གྲོས་གང་བཟང་ལབ་ཙམ་སྣོད་ཀྱི་བཅུད་བཟང་པའི་དྲིན་ལ་འདུ་བྱེད་དཔལ་དུ་ཤར། གྲགས་པའི་འོད་ཟེར་འཛམ་གླིང་ཕྱོགས་བཅུར་འཕྲོས་བློ་བཟང་གྲགས་པའི་ཞབས་ལ་ཕྱག་འཚལ་ལོ་ཞེས་མཆོད་པར་བརྗོད་ནས་བདག་དེ་རིང་ཡང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པས་དེ་ནས་རྣམ་པར་ཐར་པ་དག་དད་པས་འབྱུང་ངོ་ཞེས་བྱ་བ་དག་མདོར་བསྡུས་ཀྱི་ཚུལ་དུ་ཞུས་པ་ལ། ནས་བདག་ཁ་སང་གི་མཚམས་དེ་དག་འདི་ན་མ་འདུག་ཞུས་ན། ད་འདི་ནི་མ་ཡང་ད་རྗེ་བཙུན་རིལ་དྭགས་བ་ཡི། ནི་རྣམ་ཐར་དེ་ད་མདོར་བསྡུས་ཙམ་ཞིག་ཞུས་ཟིན་པར་བ་ད་དེའི་འོག་དེ་ལ་ཡང་རྒྱུད་བྱམས་མགོན་བླ་མ་ཙོང་ཁ་པ་ཆེན་པོ་མདོར་བསྡུས་ནི། ནི་རྗེ་བཙུན་རིལ་དྭགས་བ་ད་དགེ་བའི་བཤེས་གཉེན་དུ་བསྟེན་ནས། འོ་ད་རྗེ་བཙུན་རིལ་དྭགས་བ་ལ་སོགས་པའི་ད་ལྟ་སྐབས་སུ་བབ་པ་ང་རང་ཚོ་དགའ་བ་ན་འགྲོ་གི་བ་རེད་ལབ་འདུག་ང་ལ་བྱམས་མགོན་བླ་མ་ཙང་ཙོང་ཁ་པ་ཆེན་པོ། ནི་ད་གང་ཚེ་མདོར་བསྡུས་ན་ང་ཚོ་མདོ་ཕྱོགས་ཀྱི། ཨེ་ནས་མདོར་བསྡུ་ན་ཕར་ཕྱིན་ཐེག་པའི་གཞུང་ལ་ཨེ་ནས་ཐོས་བསམ་ཨེ་ནས་མཛད་པའི་རྣམ་ཐར་གྱི་དགའ་འབྲས་ཅིག་ཀྱང་ཡོད་མེད་ཨོ་དེ་སྐོར་ལ་འགྲོ་འདུག་གང་ལ་དང་དེ་ནང་ལ་ཨེ་ནས་ཁོང་གི་གསུང་ཆོས་མང་པོ་ཞིག་དང་ཨེ་ནས་ཅིག་ཡ་དཔེ་བྲིས་མང་པོ་ཞིག་སུས་བཙལ་ན་གསན་པ་རེད་ཟེར་ན་རྗེ་བཙུན་རེད་ད་བ་བཙལ་ན་གསན་པ་ཡིན་པར་སོང་ཙང་ད་རྗེ་བཙུན་རེད་ད་བ་གིས་ཨེ་ནས་རྣམ་ཐར་མདོར་བསྡུ་ཅིག་སྐབས་སུ་བབ་པ་ཨེ་ནས་བཞུགས་དགོས་བྱུང་ཡང་དེ་འོ་སྡུག་སེ་ཡིན་ས་རེད། ད་དེའི་འོག་དེ་ལ་དེ་ལྟ་བུའི་ལ་མ་དེ་ཉིད་ལ་མཛོད་ཀྱི་ཆོས་ཐུན་འགའ་ཞིག་མཛུབ་དཀྲིས་ཀྱི་ལུགས་སུ་མཛད། ད་བྱ་ཚང་རྗེ་བཙུན་རལ་དྭགས་བ་ཀྱིས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་གང་ཅི་མཛོད་ཀྱི་གང་ཅི་ད་ཆོས་ཐུན་འགའ་ཞིག་མཛུབ་དཀྲིས་ཀྱི་ཚུལ་དུ་བཤད། ད་མཛུབ་དཀྲིས་ཀྱི་ཚུལ་དུ་ལབ་འདུག་ག་ལ་ང་ཚོ་ཅིག་ཚིག་རེ་རེ་ན་རེ་རེ་དེ་ནས་ང་ཚོ་གི་མཛུབ་མོ་བཙུགས་ན་ཤེས་པ་ནང་བཞིན་ད་མདོར་བསྡུ་ན་ཚིག་མ་ལུས་པ་གང་ཅི་ད་ཅིག་ཚིག་ཚིག་རེའི་ནང་རེའི་སྤྲོ་ན་གསུང་ཡ་དེ་ལ་བར་ཆད་རྫུ་འཕྲི་གསུང་གྱོད་གསར་བ། ང་ཚོ་འཕྲི་འཕྲི་སྟངས་དེ་ལ་དཔེ་ཆ་འཕྲི་སྟངས་དེ་ལ་མང་པོ་འདུག་ཨ། འོ་འདུག་ཟེར་ན་གཅིག་ལྟ་རྫུ་འཕྲི་ལས་དེ་འོ་དེ་ཡིན་ས་རེད། དེ་ལྷག་རོ་དེ་ལྷག་དོན་དེ་ལྷག་དོན་ལ་ཁྱད་པར་མི་འདུག་ཀྱང་ད་ལྟའི་མཚན་ཉིད་པ་རྣམས་ལ་སྐྲག་པ་དང་བསྟུན་ན་ཆོས་ངན་ཤེས་ཀྱི་ལུགས་སུ་བྱས་ན་གསན་གསུངས་རོ། དོན་ལ་ཁྱད་པར་མི་འདུག་ཀྱང་ད་ལྟའི་མཚན་ཉིད་པ་རྣམས་ལ་རྣམས་ལ་གྲགས་པ་དང་བསྟུན་ན་ཆོས་ངན་བཤད་ཀྱི་ལུགས་སུ་དཔྱད་ན་གསན་འགྱུར་ད་གང་ཅི་སྟེ་རྩ་བའི་དོན་གྱི་ཆ་ན་དེ་དག་ཁྱད་པར་མེད་ན་ཡང་ད་གང་ཅི་བདག་འདྲ་དེ་རིང་ཁ་ས་དེ་སྐབས་དེ་དུས་ཀྱི་ནི་ད་ཅི་ང་ཚོ་གཞུང་ཕྱོགས་ལ་སློབ་གཉེར་གནང་སྟངས་དང་མཐུན་པའི་སྒོ་ན་ནི་མཛོད་ཀྱི་མཛུབ་ཁྲིད་དེ་གསན་པ་རེད་འདུག་གསུང་དགོས་ས་རེད་བརྩེ་ཆེན་གྱི་ཡར་ཆོད་ཡར་ཆོད་དེ་བགྲོལ་ནས་ད་ས་སྐྱ་ལ་བཞུགས་ཡོད་འདུག་ང་ལ་ས་སྐྱ་བརྩེ་ཆེན་གྱི་ནི་ཡར་ཆོད་དེ་བགྲོལ་ནས་སྟོན་བླ་མ་རྗེ་བཙུན་པ་དང་དཔོན་སློབ་གཉིས་ཀ་ཉང་སྟོང་བསམ་གླིང་དུ་ཆོས་པར་ལ་བྱོན། དེར་རྗེས་ལ་ད་ཡ་ད་ལྟ་ཡར་ཆོས་དེ་ལ་ས་སྐྱ་ལ་བཞུགས་ཡོད་འདུག་གང་ལ་ཡར་ཆོས་སྒྲོལ་ན་ད་ང་ཚོ་སྟོན་མཆོག་ལ་རོ་ཨ་སྟོན་གྱི་ཆོས་ཐོག་དེ་ལ་རྗེ་བཙུན་དང་རྗེ་བཙུན་རེད་མདའ་བ་དང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་གཉིས་ཀྱ་བསམ་གླིང་དུ་ཆོས་པར་ལ་བྱོན་ད་ང་ཚོ་ན་མ་སོང་ན་ཆོས་པར་ལ་བྱོན་ཟེར་ཡ་དེ་འོ་འདུག་ཟིན་ས་རེད་རོ་ཨ། ད་དེ་རྗེ་བཙུན་པ་ལ་དབུ་མ་འཇུག་པ་ཚར་གཅིག་གསན། Sense། རྗེ་བཙུན་པས་ཀྱང་དབུ་མ་གསུངས་པའི་སྔ་ཤོས་དེ་འདུག། ཨེ་ནི་སྐབས་དེ་དུས་ད་ཆོས་པར་ལ་མ་བྱོན་ནི་རོ་ཨ་དེ་ནི་བསམ་གླིང་དུ་ཕེབས་ན་ཨེ་ནི་བསམ་གླིང་དུ་ད་རྗེ་བཙུན་རེ་ལྟ་བའི་དྲུང་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཨེ་ནི་དབུ་མ་འཇུག་པའི་ཤེས་པ་ཅིག་གསན་པ་རེད་ཨེ་ནི་སྐབས་དེ་དུས་ཨེ་ནི་རྗེ་བཙུན་གྱིས་དབུ་མའི་ཡིག་དེ་ནི་བཀའ་ཁྲིད་གནང་ཡ་དེ་ཨེ་ནི་སྦྱང་དོན་ད་དང་པོ་རང་རེ་སྔ་ཤོས་དེ་རེད་ཤག་ད་ག་ཚད་དང་པོ་རེད་དང་པོ་འདྲ་བོ་ཆགས་ཀྱི་འདུག་གསུངས་པ་རེད། ད་ལྟའི་འོ་དེ་ལ་མཁན་ཆེན་ལོ་ཙཱ་བ་བྱང་ཆུབ་སེམས་མའི་དྲུང་ན་ཨེ་ནི་ཆོས་འབྲེལ་ཞུས་སྟངས་སྐོར་ལ་འདུག་གསུངས་ཡོང་གི་འདུག་ད་མཁན་ཆེན་ནི་དེ་ནས་རོ་ལོ་ཙཱ་བ་བྱང་ཆུབ་སེམས་མའི་དྲུང་ན་ཨེ་ནི་ཆོས་འབྲེལ་ད་གཙོ་གཙོ་ངོམ་པ་ཀུན་འདུས་ཨེ་ནི་སེང་གེ་སེང་གེ་ཐུགས་འདོད་གནང་རོ་འོ་འདུག་ཟེར་རེད་ད་དེ་དུས་དེ་དེ་དུས་སུ་སྒྲུབ་པ་བརྙེས་པའི་རྣལ་འབྱོར་གྱི་དབང་ཕྱུག་ཆེན་པོ་གནས་ལྔ་རིག་པའི་མཁས་པ། མཁན་ཆེན་ལོ་ཙཱ་བ་བྱང་ཆུབ་སེམས་མའི་དབུས་སུ་བྱོན། འོ་ད་སྐབས་དེ་དུས་ཨེ་ནས་གང་ཟག་ད་ལྟ་མཁན་ཆེན་ལོ་ཙཱ་བ་བྱང་ཆུབ་སེམས་མའི་དབུས་སུ་ཕེབས། ཕེབས་ཡ་གི་དུས་ཚོད་དང་སྟབས་བསྟུན་ནས་དགུན་ཆོས་ལ་སྐྱིད་ཤོད་པོ་ད་ལར་མངོན་པར་ཀུན་འདུས་སྲུང་བ་འདུག་ཅེས་གསན་ནས། ད་དེ་དགུན་གྱི་ཆུ་ཐོག་དེ་ལ། རྗེ་བཙུན་ལོ་ཙཱ་བ་བྱང་ཆུབ་རྩེ་མོ་ཡིས། པོ་ཏཱ་ལ་རུ། གངས་སྔོན་པ་ཀུན་འདུས་གསུང་དབྱངས་ཀྱི་དེ་ནས་གནས་ཚུལ་གང་ཟག་ང་ཚོ་རྣམས་མ་གསུང་ན་ཅིག་དང། གླེང་སློང་འདྲ་བོ་འདུག་ད་གང་ཅི་དེ་དེ་ནས་གསུང་གི་འདུག་གསུང་དབྱངས་རེ་བཞག། དེ་དུས་ཁོང་ལ་རྔོན་པའི་བདག་ཁོང་རྔོན་པའི་བདག་པོར་བྱེད་ཀྱིན་འདུག་པས། ད་སྐབས་དེ་དུས། ཅིག་རྔོན་པ་ལ་མཁས་པ་དེ། ཨེ་ནི་མཁན་ཆེན་ལོ་ཙཱ་བ་དེ་ནི་བྱང་ཆུབ་སེམས་མོ། ད་ངོ་ནས་ངོམ་པ་ཀུན་འདུས་ལ་ཨེ་ནི་སྐབས་དེ་དུས་ཀྱི་ཨེ་ནི་ད་ངོ་ནས་དྲངས་ནས་མཁས་པ་བསམ་གྱིས་མི་ཁྱབ་པར་རྩིས་གནང་གིས་འདུག་ཅི་ན་ཀྱང་ཀུན་ལ་བཏུས་པ་ཚར་གཅིག་གསན་པར་བཞེད་དོ། ད་ཁོང་ཙང་ན་ངོམ་པ་ཀུན་འདུས་གང་བྱེད་ན་དྭངས་མ་གཅིག་ད། སེར་སྣ་མ་གཏོགས་ཁྱོད་ནས་ཡོང་ས་མ་རེད་ཐུགས་ལ་འཁྲུངས་པ་རེད་ཟེར་བར་ད་དགོངས་པར་ཐུགས་ལ་བཞེད་དོ། སྟོན་གྱི་མཇུག་ལ་ཉང་སྟོང་ལ་ཉང་སྟོང་ན་ཕྱག་བཏེགས་ན་དབུས་སུ་ཕེབས་པར་མཛད། པོ་ཏཱ་ལར་བྱོན་ན་ངོམས་པ་ཀུན་ཏུ་བསྲུང་བར་ཞུས་པས་བསྲུང་བར་ཞུས་པས་ཡིན་འདུག་ལ་ད་གོང་གང་ཟག་རྗེ་བཙུན་རོ་བ་ལོ་ཙཱ་བ་དེ་ནས་གང་ཟག་མཁན་ཆེན་ལོ་ཙཱ་བ་བྱང་ཆུབ་སེམས་མའི་དྲུང་ན་ངོམས་པ་ཀུན་ཏུ་གསེར་མདོས་ཀྱི་འདོད་པ་ཐུགས་བཞེད་ན་མ་སོང་ན་ཤུགས་ཆེན་མོ་བྱུང་ནས་གང་ཕྱིར་ལོ་ཙཱ་བ་བྱང་ཆུབ་སེམས་མོ་ལ་ད་ང་ལ་ཡག་འདུག་ཅིག་ངོམས་པ་ཀུན་ཏུ་ཡ་གནང་རོགས་གནང་ཞེས་བཀའ་ཁྲིད་ཅིག་གནང་རོགས་གནང་ཞེས་གསུངས་ཞུས་འདུག་ལ། བར་བ་བྱ་དབུས་སུ་ཕེབས་པར་མཛད་དེ། པོ་ཏཱ་ལར་བཅོལ་ན་ངོམ་པ་ཀུན་ཏུ་བསྲུང་བར་ཞུས་པས། ཨོ་ད་དེ་ནི་ཐུགས་ཀྱི་འདོད་པ་ལ་ཡོད་བར་སོང་ཙང་ཨེ་ནི། ཁོང་ཙང་ནི་ལོ་ཙཱ་བ་ཙང་ན་ཨེ་ནི་བྱང་ཆུབ་གང་ཟག་ངོམ་པ་ཀུན་ཏུ་ཨེ་ནི་གནང་རོགས་གནང་བསྲུང་རོགས་གནང་ཟེར་ཞུས་འདུག་གང་ལ་ཁོང། ཁོང་པ་རང་ཤིན་ཏུ་བསྲུང་བར་བཞེད་པ་འདུག་པ་ལ་འོན་ཀྱང་དགུང་ལོ་མང་དུ་བཞེས་པ་སོགས་ཀྱི་དབང་གིས་མྱུར་དུ་ཁོང་རང་གི་གདན་སར་ཕེབས་པས། དག། ཕེབས་པར་དག་སྙན་པ་ཡིད་ལ་བཞག་ནས་མྱུར་བར་བརྫངས་ཆོག་ལ་དད་པས་འདུན་པས་ཞུ་བ་རྫོང་སྤྱི་ཕུལ་བ་ལ་བརྟེན་ནས་དེ་ཕྲ་ལ། ཨོ་ད་གང་ཕྱིར་ཨེ་ནི་རྩ་བས་དེ་ནི་གང་ཟག་དག་ལོ་ཙཱ་བ་ཨེ་ནི་རོ་ཨ་བྱང་ཆུབ་རྩེ་མོ་དེ་ཨེ་ནི་ཁོང་རང་གི་ཡ་བརྫངས་ཆོག་ལ་ལོག་ན་ཕལ་གྱི་ཨེ་ནི་དུས་ཚོད་དང་ཁོང་པ་ཤིན་ཏུ་སྲུང་བར་བཞེད་པ་འདུག་ཀྱང་ཨེ་ནི་ཅིག་རྩ་བའི་གསུང་གསུང་ཡག་ལ་ཨེ་ནི་ཐུགས་ཀྱི་བཞེད་པ་ཡོད་ན་ཡང་ཨེ་ནི་རུ་བ་དག་ཡོད་འོན་ཀྱང་དགུང། དགུང་ལོ་མང་དུ་བཞེད་པ་སོགས་ཀྱི་དབང་གིས་མྱུར་དུ་ཨེ་ནི་ད་དགོང་ལོ་བགྲེས་པོ་ཡིན་པར་སོང་ཙང་ཨེ་ནི་ད་ཅིག་ཡ་ཡང་སྐུ་ངག་འབྱུང་ཡག་གི་ཉེན་ཁ་ཡོད་འདུག་ཨང་ཨེ་ནི་ཁོང་རང་གི་གདན་ས་ཨེ་ནི་གཙང་ཕྱོགས་ལ་མ་ཕེབས་ཡག་གི་ཨེ་ནི་ཐུགས་བཞེད་གནང་འདུག། མྱུར་བར་གཙང་ཕྱོགས་ལ་ཕེབས་པར་འདུག་པས་བཞུ་རྫོང་བཞུ་བ་རྫོང་བགྱི་བས། བགྱི་བ་ཕུལ་བ་ལ་བརྟེན་ནས་དེ་ཕྲ་ལ། རུ་བ་ཡི་དུག་ང་ལ་ད་བཞུ་བ་ནན་ཏན་བྱས་ནས་བཞུས་པ་དང་ཨེ་ནི་དེ་ན་ཡང་ད་ཅི་གི་ཡ་ཅི་གི་འབུལ་བ་དང་དེ་ནས་མང་པོ་ཕུལ་བར་བརྟེན་ན་དེ་ཕྲ་ལ་དབུལ། དབུལ་ན་གཙང་ཕྱོགས་སུ། ཕྱག་དེ་ནས། ཡར་ལམ་བྱོལ་རྫོང་དུ་བྱོལ་འབྲེལ། བྱོལ། བྱོལ་རྫོང་དུ་བྱོལ། བྱོལ་རྗེས་བླ་མས། སྐུ་འདྲ་ལ་སྦྱར་ན་སྐྱོན་གྱིས་སྡུག་པས་ད། ས་སྐྱའི་པཎ་ཆེན་གྱི་གསུང་གི་མེ་སྒྲོ། རོ། སྐུ་འདྲ་ལ་སྦྱར་ན་སྐྱོན་གྱིས་སྡུག་པས། ངོམས་པས་ཐུགས་བཞེད་མ་གྲུབ་ཀྱང་ཆོས་འབྲེལ་ཅིག་གསན། ཨོ། ད་སྐབས་འདི་དུས། ཨེ་ནས་གང་ཅིར། གཙང་ཕྱོགས་ལ་མ་ཕེབས་ན་ཞུ་བ་ནན་ཏན་ཕུལ་བ། ཕུལ་བ་ཡིན་པར་སོང་ཙང་ཨེ་ནས་གཙང་ཕྱོགས་ལོ་ངེས་པར་དུ་ཕེབས་དགོས་ཀྱི་ཕྱོགས་ཅིག་ན་ཨེ་ནས་དགོང་ལོའང་བགྲེས་པོ་ཡིན་པར་སོང་ཙང་ཨེ་ནས་སྐབས་འདི་དུས་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་རེ་བ་ནང་བཞིན་ཨེ་ནས་ངོམ་པ་ཀུན་ཏུ་སེང་རྟ་འབྱུང་མ་སོང་ཨེ་ནས་རྟ་ཁོག་རྟེན་འབྲེལ་གྱི་ཚུལ་དུ་ཨེ་ནས་ཆོས་འབྲེལ་ཅིག་མ་འདུག་སེ་སེམས་པ་ཡིན་སོང་ད་གང་ཅི་སྐབས་འདི་དུས་ཨེ་ནས་གང་ཟག་དེ་ངོམ་པ་ཀུན་ཏུ་ད་ཅི་གི་ཁོང་རང་གི་ཐུགས་བཞེད་ནང་བཞིན་སེ་ཡང་མ་བྱུང་སུ་འགོས་རྟ་སུ་རྩ་ན་ཨ་ལབ་འདུག་གང་ལ་ཨེ་ནས་ལ་མ་ལོ་ཙཱ་བ་བྱང་ཆུབ་སེམས་མས་བཀྲུངས་ན་རོ་ཨ་ད་མཁན་ཆེན་ལོ་ཙཱ་བ་བྱང་ཆུབ་སེམས་མས་བཀྲུངས་ནས་སུ་འགོས་རྟ། རོ། ད་དེ་ནི་མཁན་པོ་ཀ་བཞི་པ་ལོ་སར་ལ། རོ། ཀ་བཞི་པ་ལོ་སར་ལ་ད་བ་ཀ་སུ་ལོ་སེར་ནས་ད་གསུང་ཆོས་ཅིག་གི། ག་རེ་སེམས་པ་རེད་འོ་དེ་སྐོར་ལ་རེ་བཞག་འདི་ན་མ། དེ་དགུན་ཆོས་སྡེ་བ་ཅན་དུ་བྱོན་ནས། བཞུགས། དེར་རྗེས་སྐྱོ་མོ་ལུང་པའི་མཁན་པོ་ཀ་བཞི་པ་ལོ་སར་ཞེས་གྲགས་པ་བདུད་རྫོགས་ལ་ཤིན་ཏུ་མཁས་པར་བྱེད་པ་འདུག་པ། བྱེད་པ་དེའི་དྲུང་དུ་སྐྱོ་མོ་ལུང་དུ་བྱོན། ཨོ། ད་སྐབས་འདི་དུས་ཡང་འདུལ་བ་ལ་ཤིན་ཏུ་མཁས་པ་ཨེ་ནི་ཀ་ཤི་པ་བློ་གསལ་ད་ཁོང་ཙང་ན་ཡང་འདུལ་བ་ཟེར་ཡག་གི་ཡང་འདུག་ཟེར་ཡག་ཐུགས་བཞེད་བྱུང་ནས་ཨེ་ནི་ད་འདུལ་བ་ཟེར་ཡག་གི་ཆེད་དུ་ཐུགས་བརྩོན་གནང་དགོས་བར་བ། སྔོན་དུས་ཀྱི་རོ་ཨ་བྱེད་ཙང་སྐྱོ་མོ་ལུང་དུ་བྱོན་སུ་ཀ་ཤི་པ་བློ་གསལ་ཡི་དྲུང་ན་ཨེ་ནི་འདུལ་ཁོང་འདུལ་བ་དང་མཛོད་ལ་ཧ་ཅང་མཁས་པ་ཡིན་པར་སོང་ཙང་ཨེ་ནི་ཁོང་ཙང་ན་འདུལ་བ་ལན་གཅིག་གསན་དགོས་དགོངས་ནས་ཨེ་ནི་ཀ་ཤི་སྐྱོ་མོ་ལུང་དུ་ཨེ་ནི་བྱོན། སྔོན་དུས་ཀྱི་འདུལ་བ་འཛིན་པ་རྒྱ་མཚོའི་ཁྲོད་ན་ཉི་མ་ལྟར་གྲགས་པ་བདུད་འཛིན་ཆེན་པོ། དགེ་བའི་བཤེས་གཉེན་ཐ་མག་པའི་བུ་ཆེན་འབལ་ཏིའི་དགྲ་བཅོམ་པའོ། ད་སྔོན་གྱི་དངོས་གནས་དྲངས་ནས་ད་འདུལ་བ་འཛིན་པ་གཅིག་ད་མང་པོ་ཡོད་པའི་ནང་ན་ད་ཉི་མ་ནང་བཞིན་རོ་ད་གང་ཅི་སྐད་གྲགས་མཚན་སྙན་གྲགས་ཆེན་པོ་ཡོད་བ་དེ་འདུལ་བ་འཛིན་པ་ཆེན་པོ་དགེ་བའི་བཤེས་གཉེན་ཐ་མག་པ་ཁོང་གི་སློབ་མ་འབལ་ཏིའི་དགྲ་བཅོམ་པ། ཁོང་ན་བརྒྱུད་པའི་བཤད་རྒྱུན་ཡོད་པས་འཛིན་པའི་གདན། བཤད་རྒྱུད་འཛིན་མཁན་དང་ཁོང་དང་རྒྱུན་མ་ཆད་པར་འཛིན་མཁན་གདན་ས་པ་འདུལ་བ་འཛིན་པ་ལ་ཤིན་ཏུ་མཁས་པ་འདུག་པས། དེས་ལེགས་པར་བཤད་པའི་གོ་སྐབས་བླང་བར་བཞེད་དེ། ཨོ་ད་ཁོང་རྩ་ན། གངས་ཅན། འདུལ་བའི་གནས་གཅིག་དང་གཅིག་གི་ལུང་དང། གང་ཟག་མདོར་བསྡུ་ན་འདུལ་བའི་གནས་སྐབས་གཅིག་གི་སེམས་ཀྱི་ཐུགས་རྗེ་ཆེན་པོ་འབྱུང་བར་རེ་ས་ག་རེ་རེ་ལ་འདུག་གང་ལ་རྩ་བའི་དེ་ནས་གང་བྱེད་དང་འདུལ་བ་འཛིན་པ་རྣམས་ཀྱི་ནང་ན་ཚད་ངན་གྲགས་ཆེན་པོ། འདུལ་བ་འཛིན་པ་རོ་ཨ་དེ་ནས་ག་རེ་ཟ་དགེ་བའི་གང་ཟག་དགེ་བཤེས་གང་ཟག་དེ་ཐ་མ་པ། དེ་ལོ་མང་བལ་ཏི་དགྲ་བཅོམ་པ་ན་བརྒྱུད་པའི་བརྒྱུད་པ་ཡོད་མཁན་སུ་རེ་ཟ་ན་ད་ག་གཞིས་པ་ལོ་སཱལ། རོ་ཨ་གོ་སྐབས་བླང་བར་བྱེད་དེ་ཁོང་ལ་འདུལ་བ་མདོར་རྩ་བ། དང་འབྲེལ་བ། ཆད་ལྷག་དང་བཅས་པ་ཡོངས་སུ་རྫོགས་པ་སེམས། ཨོ། ད་ཀ་བཞི་པ་བློ་གསལ་དྲུངས་ནས། འདུལ་བ། འདུལ་བའི་གི་སྡེ་སྣོད་དག་ཡོངས་སུ་རྫོགས་པ་མདོ་སྡེ་ན་མདོ་རྩ་བ་དང་འབྲེལ་བ་དང་ཡང་འབྲེལ་དང་བཅས་པ་ཡོངས་སུ་རྫོགས་པ་སེམས་ཏེ་ཁོང་གི། ཁོང་གི་ཐུགས་ལ་མངའ་བའི་འདུལ་བའི་བཤད་སྲོལ་བླ་མ་མེད་པ་ཐུགས་སུ་ཆུད་ཅིང། ཁྱད་པར། ཁྱད་པར་བརླག་པར་རྟོགས། ད་ཡིན་འདུག་ངང་ལ། ཁོང་གིས། ཐུགས་ལ་མངའ་བའི་ད་ཡོན་ཏན། བདུད་ལས་ཀྱི་མདོར་བསྡུ་ན། བཤད་སྲོལ་ལ་སོགས་པ་ལྷག་མ་མེད་པ། ཐུགས་སུ་ཆུད་པར་མ་ཟད། ད་ཅིག་ཡང། བདུད་ལ་འཛིན་པ་གཞན་རྣམས་དང། ཁོང་གི་བདུད་ལས་འཆད་ཉན་གཙོ་ག་འདྲའི་ཁྱད་པར་ཡོད་མེད། དེ་དག་ཡང་ལེགས་པར་ཐུགས་སུ་ཆུད་པར་མཛད་པ་རེད། ད་གང་ཅིའི་མདོར་བསྡུ་ན། བདུད་ལས་ཀྱི། གཞུང་ལ། འཆད་ཉན་ཚུལ་བཞིན་དུ་མཛད་ན་བདུད་ལ་ཧ་ཅང་མཁས་པ་གྱུར་པ་རེད། དེའི་ཚེ་ཆོས་གསན་པའི་ཞར་ལ། རྡོ་རྩ་སྦྲེལ། རྡོ་རྩེ་རྡོ་རྩ་བའི་རྒྱ་ཆའི་སྦྲེལ་གྱི་དབུས་ན་ཉིན་རེ་ཞིང་མདའ་ཚར་མ་བཅུ་བདུན་རེ་ཙམ་མ་ཆག་པ་ཐུགས་ལ་བཟུང། སྐབས་དེ་དུས་ཨོ་ད་དེ་ནས་སྐྱོ་མོ་ལུང་དུ། འདུ་ལོའི་ཀ་བཞི་པ་ལོ་སར་གྱི་དྲུང་ནས་ཨེ་ནས་ཀ་བཟའ་བདུད་ལས་ཀྱི་དེ་ནས། གསུང་ཆོས་སེང་གེ་སེང་གེ་རྡོ་རྩ་རྡོ་རྩ་འགྲེལ་ལ་སོགས་པ་ཡོངས་སུ་རྫོགས་པ། ཨེ་ནས་སེང་གེ་སེང་གེ། ཨེ་ནས་ག་རེ་ཚང་བར་ཟེར་འདུག་ག་ན་བལྟས་ཚེ་ཆོས་པར་ལ། ཆོས་གསན་པའི་ཞར་ལ་ལབ་འདུག་ག་ན། གསུང་ཆོས་དག་ཅིག་ཡ། གསུང་ཆོས་ནང་དུ་ང་ལ་དཔེ་ཉིན་མ་ཉིན་གང་ཞོགས་ཀྱི་ན་གོང་དག་བར་དུ་སྣང་གི་མ་རེད་བ། འོ་ད་དེ་བར་ར་བར་ར་ནང་ལ་བར་ཙམ་ཆོས་ཙམ་ནང་ལོགས་ལ་བར་སང་བར་སེང་ནང་ལོགས་ལ། ཨེ་ནས་ག་རེ་ཚང་བདུད་བདུད་བ་རྡོ་རྩ་བ། རོ། ཨེ་ནས་རྒྱ་ཆད་འགྲེལ། བརྒྱ་བྱེད་སྦྲེལ་གྱི་དབུས་ན་ཨ་སྟ་བདུད་བདུ་བ་རྡོ་རྩ་བའི་སྦྲེལ་བ་ཨེ་ནི་བདུ་བ་བརྒྱ་བྱེད་སྦྲེལ་གྱི་ཨེ་ནི་མགོའི་ནང་དབུས་ན་ཉིན་རེ་ཞིང་མདའ་ཚདམ་བཅུ་བདུན་རེ་ཙམ་མ་ཆག་པར་ཐུགས་ལ་བཟུང། ད་ངོ་ནས་དྲངས་ནས་ཧང་སང་ཡང་རོ། འོ་ད་ཉིན་རེ་བཞིན་མདའ་ཚདམ་ལབ་འདུག་ང་ལ་ང་ཚོ་གི་མདའ་ཚདམ་ལབ་འདུག་ང་ལ་ཉི་མ་བོད་ལ་ཡོད་བའི་གི་དེ་ནས་ང་ཚོ་བསྟན་དགྲ་དཔེ་དཔེ་ལྕག་དེ་ནས་དཔེ་རིང་ཡོད་ཨ་དཔེ་རིང། བོད་ཤོག་དཔེ་རིང་ཡོ་ཨ་ཟླ་ཚར་མ་ལབ་འདུག་ཨང་ལ་ཨེ་ནི་ང་ཚོ་གི་ཟླ་ཡོ་ཨ་ཟླ་སྤྱི་དང་ནམ་རྒྱུན་ན་ང་ཚོ་གི་ཟླ་དང་གཞུག་གི་ཟླ་དེ་རེད་ཨེ་ནི་ཟླ་གི་རིང་ཚད་དང་མཉམ་པའི་ཨེ་ནི་གང་ཟག་དཔེ་ཆ་གི་རིང་ཚད་དེའང་ཟླ་གི་ཚད་དང་མཉམ་ཡོ་འདུག་ཨང་ལ་ཨེ་ནི་དཔེ་ཆ་དེ་གི་ཚད་ང་ཚོ་ནམ་རྒྱུན་ན་ག་རེ་ལབ་དགོས་རེད་ཟླ་ཚར་མ་ལབ་དགོས་རེད་ད་ནམ་རྒྱུན་ན་ན་ཟླ་ལ་ང་རང་ཚོ་གི་གང་ཟག་དེ་ནི་ཚར་ལྡན་གི་ཨེ་ནི་ཐོག་ལྔ་ཡོ་ཟེར་དགོས་རེད་ཐོག་ལྔ། ང་ཚོ་ལག་པ་ཀྱི་རྫུ་གུ་རྫུ་གུ་གི་དེ་ནས་ཡ། ཐོ། དེ་བོང་ནག་ཕ་ཡི་བར་དུ་ཐོ་བརྩི་གི་ཡོད། ཐོ་གང་ཐོ་རྡོ་ཐོ་གཉིས་ཐོ་གསུམ་ཐོ་བཞི་ཐོ་ལྔ་ལབ་ན་བརྩི་ཡ་ཅིག་ཡོད་རིང་རིང་རིང་ཚེ་ཚེ་རྒྱལ་གྱི་རོ། འོ་ད་ཚེ་མ་ལ་ཡ་དེ་བདག་གི་ཚེ་དྲེད། མདོར་བསྡུ་ན་བདག་དང་ཚེ་མཉམ་པའི་རིང་ཐུང་ཚེ་མཉམ་པའི་ཤོག་ལྷེ་ཡིན་པར་སོང་ཙང་ཨེ་ནི་དཔེ་ཆ་དེ་ལ་བདག་ཚ་མ་བྱ་ཙང་དཔེ་ཆ་ཨེ་ནི་དཔེ་རིང་བདག་ཚེ་མ་ཉི་མ་རེ་ལ་ཤུག་གུ་བཅུ་བདུན་བཅུ་བདུན་བཏགས་པ་ཨེ་ནི་ཐུགས་ལ་བཟུང་གནང་དགོས་བ་རེད་གསུག་བ་རེད། དུས་དེ་དག་གི་ཚེ། ཚོགས་སུ་མང་འཇའ་ལ་བྱོན་པ་སོགས་ཀྱི་སྐབས་སུ། ད་སྐབས་དེ་དུས་སྐྱོ་མོ་ལུང་དུ་ཀ་ཤི་པ་ལོ་གསར་གྱི་དྲུང་ན། དུ་བ་རྡོ་རྩ་བ་དེ་ནི་རྒྱལ་བྱེད་འགྲེལ། རྡོ་རྩ་བའི་འགྲེལ་བ་དུ་བ་རྒྱལ་བྱེད་འགྲེལ་གསན་པ་དང། དུ་བ་རྒྱལ་བྱེད་འགྲེལ་ཐུགས་ལ་ཟིན་པར་མ་ཟད། ད་གང་ཕྱིར་དགེ་འདུན་པ་དག་སྔ་ཕྱི་གི། གཞུག་གི་དགོངས་དག་ཡང་ཚོགས་འཚོགས་ན་འགེར་བ་བྱ་ཙང་ཚོགས་འཚོགས་བའི་དུས་སུ་ཟེར་སྐབས་དེ་དག་གི་ཚེ་ན་ཡང་ཚོགས་སུ་མང་ཇག་ལ་བྱོན་པའི་སྐབས་སུ་ཟེར་ན་ཚོགས་ལ་མང་ཇག་བཞེས་སྐབས་མདོར་བསྡུ་ན་ཚོགས་ལ་ཕེབས་པའི་དུས་ཚོད་ལ། དགེ་འདུན་རྣམས་ཡུམ་གྱིས་སྒྲུབ་པར་མཛད་པའི་མདོ་བསྡོམས་པའི་རིང་ལ། ཨོ་ད་དགེ་འདུན་ཡོངས་རྫོགས་ཀྱིས་སྤྱི་དང་ཡང་ང་ཚོ། གར་བཟའ་ཤེས་རབ་སྙིང་པོ་ཀྱིས་མདོ་བསྡོམས་པའི་སྐབས་ལ་ཡུམ་གྱིས་མདོ་ལབ་དུ་ང་ལ་ཤེས་རབ་སྙིང་པོ་འདོན་གནང་བའི་སྐབས་ལ་རིང་ལ། ཤེས་ཀྱིས་ཞལ་འདོན་མཛད་ཅིང་ཆོས་ཐམས་ཅད་སྣང་ལ་ངོས་བཟུང་མེད་པའི་དོན་ལ་མཉམ་པར་བཞག་པས། འོ་དེ་ནི་གང་ཟག་དག་ཤེས་ཅན་གྱིས་ནི་ཤེས་རབ་སྙིང་པོ་སྐྱོར་སྣང་གི་ནང་གི་དག་ཤེས་རབ་སྙིང་པོའི་སྣང་ལོ་ལ་ཆོས་ཐམས་ཅད་དབྱེར་བ་དེ་སྣང་ལ་བདེན་པར་མེད་པའམ་དག་པས་ན་ང་ཚོ་སྟོང་པ་ཉིད་ལ་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཟེར་ཏེ་འདུག་ཟེར་ས་གཟུགས་མེད་སྒྲ་མེད་དྲི་མེད་གསུང་དགོས་པ་མ་རེད་བ་ག་རེ་གསུང་དགོས་བ་རེད་ལབ་འདུག་ང་ལ་གཟུགས་བདེན་པར་མེད་སྒྲ་བདེན་པར་མེད་དྲི་བདེན་པར་མེད་རོ་བདེན་པར་མེད་རེག་བྱ་བདེན་པར་མེད་འོ་འདུག་གསུང་འདུག་ང་ལ་དེ་དག་ལ་དགོངས་པ་བཞེས་ན་རོག་ཐུག་མཉམ་པར་བཞག་པས། གཟུང་མེད་པའི་སྣང་ལ་རོ། རྡོ་རྡོ་སྣང་ལ་ངོ་བཟུང་མེད་པའི་སྟོན་ལ་མཉམ་པར་བཞག་ན་འོ་ད་ཆོས་ཐམས་ཅད་སྣང་ཞིང་བདེན་པར་མེད་པའི་གི་ཏོ་སྟོན་ལ་ཐུག་གི་དགོངས་པ་བཞེས་ནས་མཉམ་པར་བཞག་ན་ཐུག་རྩེ་གཅིག་ཏུ་མཉམ་པར་སྟོང་པ་ཉིད་ལ་རྩེ་གཅིག་ཏུ་མཉམ་པར་བཞག་པ་ལྟའི་ཚེ་ན། དགེ་འདུན་གྱི་ཆོས་སྤྱོད་དང་འདུལ་ཟློག་སོགས་ཀྱིས་ཚིག་གི་ཚིག་འབྲུ་ཙམ་ཡང་ཐུགས་ཀྱིས་ངེས་པ་མེད། འོ་ད་ངོ་ནས་དྲངས་ནས་སྟོང་པ་ཉིད་རང་ལ་རྩེ་གཅིག་ཏུ་མཉམ་པར་བཞག་འདུག་གང་ལ་དྭ། དགེ་འདུན་ཞང་གིས་ཞལ་འདོན་འདོན་པ་དང་ད་དེ་ནས་ང་ཚོར་ལྡོག་པ་རྒྱབ་པ་ལ་སོགས་པ་ག་རེ་གནང་གི་ནས་འོ་ད་ཁོང་གི་ཐུགས་ལ་ཁྱུད་ན་ཡ། འདོན་མ་འདོན་ད་ཁྱུད་ན་འདི་ཡོང་གི་བ་མ་རེད་ཟེར་བ་ག་ཟེ་ན་ཕ་ཡི་ཆོས་ཐམས་ཅད་སྣང་ཞིང་བདེན་པར་མེད་པ་དེ་ཐུགས་ལ་ཉམས་བཞེས་གནང་འདུག་གང་ལ་རྩེ་གཅིག་ཏུ་མཉམ་པར་བཞག་ཡང་འདུག་གང་ལ་འོ་ད་རྩེ་གཅིག་ཏུ་མཉམ་པར་བཞག་འདུག་གང་ལ་གཞན་གྱི་སྒྲ་ལ་སོགས་པ་གང་ཡིན་ན་ཁོ་ཐོས་གུ་མ་རེད་བ་ཚོར་གུ་མ་རེད་བ། ཐུགས་ཀྱི་མི་ངེས་པས་རྣམ་རྟོག་གི་རྒྱུ་བ་རགས་པ་ཐམས་ཅད་ལོག་ནས་འོ་ད་སྐབས་འདི་དུས་ནི་ཆོས་ཐམས་ཅད་བདེན་པར་སྒྲུབ་པར་སྣང་བའི་སྒོ་ནས་ད་ནི་དེ་རྣམས་བདེན་པར་སྒྲུབ་པར་སྣང་བཞིན་ཞེན་པ་དེ་རྣམས་དེ་ནས་རྣམ་རྟོག་དེ་ནས་ཡོངས་གུར་བར་བྱ་ས་འདི་ནས་རྣམ་རྟོག་ཐམས་ཅད་ལོག་ནས་གསལ་སྟོང་རྩི་མེད་ཀྱི་ངང་ལ་ཐུགས་རྩེ་གཅིག་ཏུ་སེམས། ཐུགས་རྩེ་གཅིག་ཏུ་གནས་པར་མང་རྗེས་སྒོ་འཇུག་འཁྱོལ་བ་ཡང་འབད་རྩོལ་མེད་པར་འབྱུང་འཇུག་པ་འཇུག་པར་འབྱུང་ངོ། བྱ་ཙང་ད་ཨེའི་ཚོགས་ལ་ཕེབས་པའི་སྐབས་ལ་དགེ་འདུན་གཞན་རྣམས་ཀྱིས་ཤེས་རབ་སྙིང་པོ་གི་ཤེས་རབ་སྙིང་པོ་འདོན་པར་མཛད་པའི་སྐབས་ལ་གསུང་བར་ད་ཨེ་ཁོང་གིས་ཤེས་རབ་སྙིང་པོའི་གི་ཚིག་དོན་ཐུགས་ལ་རྩེ་གཅིག་ཏུ་མཉམ་པར་བཞག་ཡོང་དུ་གང་ལ་བྱ་ཙང་ན་མང་ཇག་དགའ་བསྡུ་སྒྲོལ་མ་སྒྲོལ་དགའ་བསྡུ་ཚོགས་མ་ཚོགས་ད་དེ་འདྲའི་གི་ཡང་ཅིག་གནང་ང་ཚོ་རྣམས་བསམ་ན་ཁྱུ་ན་དེ་ཞལ་མ་ཚོ་ལབ་དགོས་ད་གང་ཅི་དེ་འདྲའི་ཁྱུ་ན་དེ་ཡོང་དགོས་བ་མ་རེད་གསུང་བར་ད་རོ་ད་ཁོ་རྩེ་གཅིག་ཏུ་མཉམ་པར་བཞག་དུ་གང་ལ་འདི་བྱ་གི་མ་རོ། རྩོལ་བ་མེད་པར་འོ་ཇི་ལྟར་འགེལ་ན་རྟ་མང་འཇའ་ཡང་ཚོགས་འདུས་སྒང་ལ་རྒྱུན་རིང་པོ་འཚོ་ཡག་དང་གཞན་དག་འདི་རྩོལ་ན་འོ་རྟ་མང་འཇའ་རྒྱུན་རིང་བ་ལ་དཀའ་ལས་བྱུང་ཟེར་འོ་ད་འཇའ་མགོ་ལ་མ་ཚོང་ཁ་བ་ཆེན་པོ་ཐུགས་བརྩེ་ཆེད་དུ་བསྙེན་པར་བཞག་འདུག་སྒང་ལ་འཇའ་ཚང་དེ་ནས་དེ་འདྲས་ལ་འོ་འདི་ནས་ང་ཚོ་ནས་མ་སོང་སྐུ་ངལ་འབྱུང་ཡོད་ཨ་མ་རེད་གསུང་ག་རེ་མང་འཇའ་རྒྱུན་རིང་པོ་ག་ཚོད་ཚོགས་ན་ཡང་འོ་སྟོང་པ་ཉིད་ལ་བརྩེ་ཆེད་དུ་བསྙེན་པར་བཞག་ཆོས་ཐམས་ཅད་སྣང་བཞིན་བདེན་པ་མེད་པར་བརྩེ་ཆེད་དུ་བསྙེན་པར་བཞག་པའི་སྒོ་ན་འོ་ནི་དེ་དག་ལ་མང་འཇའ་གོ་ཟེར་ག་ཟེར་སྐུ་ངལ། འབད་རྩོལ་མེད་པར་འཇུག་པ་འབྱུང་བོད་ཀྱི་གྲུབ་ཐོབ། དུ་བཅད་པའི་རྟོག་པ་བཟང་ཤོས་མཐར་གཏུགས་པ་དེ་ཐུགས་ལ་འཁྲུངས་འདུག་ནའང། སྐབས་དེ་དུས་ད་ཁོང་གིས་ནི་ཆོས་ཐམས་ཅད་སྣང་བཞིན་བདེན་པ་མེད་པ་ཐུགས་ལ། ཅིག་ཉམས་བཞེས་མཛད་ཡོང་འདུག་ངང་ལ་སྐབས་དེ་དུས་བོད་གངས་ཅན་ངེས་འབྱུང་སུ་གྲགས་པས། འོ་ད་དངོས་གནས་དྲང་ནས་ཁོ་ཅིག་ཡར་སྟོང་གཉིས་རྟོགས་ཀྱོག་རེད་རྟོག་པ་རྒྱུད་ལ་སྐྱེས་ཀྱོག་རེད་ཟེར་བདེན་ཚུལ་དང་མཐུན་པ་ཞིག་ད་སྐབས་དེ་དུས་ནི་དེ་ཚུལ་ཙམ་པ་ཁོང་ལ་འབྱུང་འདུག་གསུངས་པ་རེད། གསུང་རབ་ནི་གསུང་རབ་ཀྱི་ནད་མ་ལུས་པ་ཐུགས་སུ་ཆུད་པའི་བདག་ཉིད་ཆེན་པོ་འདི་ནི་ལྟས་འདྲ་བ་ལ་ཡང། སེམས་ནད་ཀྱི་ཉམས་བཟང་པོ་ཐུགས་ལ་འཁྲུངས་པའི་ཏིང་ངེ་འཛིན་ཐུན་མོང་མ་ཡིན་པ་ཁྱད་པར་ཅན་ཙམ་མ་གཏོགས་དེ་ཁོ་ན་ཉིད་ཀྱི་རྟོགས་པའི་ཏིང་ངེ་འཛིན་ཐུན་མོང་མ་ཡིན་པ་འཁྲུངས་པའི་དྲི་ཙམ་ཡང་མི་བྲོ་བ་འདི་ལྟ་བུ་ནི་མཁས་པ་དགུ་བའི་ཡོན་ཏན་དཔག་པར་དཀའ་བ་ཡིན་ནོ། ད་བྱ་ཙང་སྐབས་འདི་དུས་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ། ད་གང་ཅིར་རོ། གཅིག་གིས་ཆོས་ཐམས་ཅད་སྣང་ཞིང་བདེན་པ་མེད་པར་ལྟ་གང་ཕྱིར། ད་ཅིག་དབུ་མ་ཐལ་འགྱུར་བའི་ལྟ་བ་མཐར་ཐུག་པ་ཡིན་ནམ་མེད་ན་ཡང་འདྲ། གང་ཕྱིར་ད་ཆོས་ཐམས་ཅད་སྣང་ཞིང་བདེན་པ་མེད་པས་ཀྱི། གཅིག་དེ་འདྲའི་གི་རྟོག་པ། བོད་གངས་ཅན་གྱི་ལྗོངས་སུ་སྐབས་འདིར་ཡོད་པའི་དེ་ནས་མཁས་པ་རྣམས་ལ་གྲགས་པའི་གི་རྟོག་པ་དེ་སྐབས་འདི་དུས་ན་འཁྲུངས་ཚར་ཡོད་རེད་གསུང་གི་རེད། ད་འོ་འདུག་ཟེར་རེ་བྱ།